ང་ཚོའི་སྤྱི་འཐུས་ལྷན་ཁང་འབྱོར་བ། སྤྱི་འཐུས་ཆགས་སྟངས་འབྱོར་བ། ཨ་ནི་ང་ཚོའི་སྒྲིག་འཛུགས་འབྱོར་བ་ད་དེ་ལ་དེ་འདྲ་རྙོག་དྲ་གཏད་སུ་ཡོད་རེད་རྙོག་དྲ་རྙོག་གླིང་ཅིག་གཏད་སུ་ཡོང་དགོས་རེད། དེའི་ཐོག་ལ་ཅིག་ཞུ་བ་བསམ་དགོས། ད་ང་ཚོའི་སྤྱི་འཐུས་དེ་ཚོ་ཡར་ཆགས་དུས་སྤྱི་འཐུས་ཆགས་པའི་ཞུ་སྒོ། ཨ་ནི་སྤྱི་སེམས་ཀྱི་བོད་ཀྱི་སྤྱི་སེམས་ཀྱི་ཁྱེད་ནི་གཅིག་གི་ལས་ཀ་དེ། བྱེད་སྒོ་རེད། མ་གཏོགས། སོ་སོ་སོ་གི་ཆོལ་ཁ་གི་ཆོས་ལུགས་ཀྱི་བཟོ་ལྟ་འདྲ་དེ་གནང་རྒྱུ་ཡོད་མ་རེད་ཟེར་བཞིན་ནི་གསུང་གི་འདུག་བ་ད་དེ་གལ་ཆེན་པོ་ཡིན་པས་དེ་གསུང་གི་བ་རེད། སྤྱི་འཐུས་ཆགས་པའི་ཞུ་བ་གཅིག་རྒྱལ་ཁབ་དེ་དང་མི་རིགས་དེ་གི་དོན་དག་ལ་བྱེད་དགོས་ཡ་དེ་གལ་ཆེ་ཤོས་རེད། དཔེ་གལ་ཆེན་པོ་རེད།

ཆོལ་ཁ་ཆོས་ལུགས་ཟེར་མཁན་འདི་བཟོ་ཡག་ཡོག་མ་རེད། ཆོལ་ཁ་ཆོས་ལུགས་ཟེར་མཁན་འདི་མེད་པ་གོ་རེད། འོང། ད་ངོ་བ་རྒྱ་གར་ལ་སླེབས་དུས་ང་ཚོ་ཆོལ་ཁ་ཆོས་ལུགས་ཞེས་ནས་ཡོང་བས་ཡོང་ཡོག་མ་རེད་ད། བོད་པ་ཚང་མ་ག་པ་ཡོང་ནས་ཡོང་བ་རེད། དེ་འདྲའི་ཅིག་ལ་ང་ཚོ་གྲོས་ཚོགས་དེ་ཆགས་ནས། གྲོས་ཚོགས་དེ་ཆགས་ནས་ཨེ་ཆོལ་ཁ་ཆོས་ལུགས་ཟེར་མཁན་འདི་བཟོས་པར་བ། འདི་བཟོ་གོ་ཡག་ཡོག་མ་རེད་འདི་མ་བླུག་གོ་དགོས་ཡོག་རེད། དེ་བླུག་ནས་འོས་ཤོག་བླུག་པའི་སྐབས་ལ་བོད་པ་ཚང་མ། བོད་པའི་བོད་པ་སུ་གིས་སུ་ལ་བླུགས་ན་ཡང་བླུགས་ཆོག་པ་དེ་བཟོ་དགོས་ཀྱི་ཡོད་རེད། བོད་པ་གཡས་ནས་ཡོང་ན་གཡོན་ནས་ཡོང་ན་སྲིད་བོད་པ་སུ་གིས་སུ་ལ་འོས་ཤོག་འདེམས་བསྐོ་དེ་བྱས་པ་ཡིན་ན་སྲིད་སྐྱོང་ཡིན་ན་འདྲ། འཐུས་མི་སྤྱི་འཐུས་ཡིན་ན་དེ་བ་དེ་བདམས་ཆོག་པའི་དབང་ཆ་དེ་ཚང་མ་འདྲ་མཉམ་དགོས་ཀྱི་ཡོད་རེད།

སུ་དམ་གྱི་མདའ་ང་ཚོ་སྲིད་སྐྱོང་དམ་མདའ་འབྱོར་བ་འདི་ནང་བཞིན་བྱེད་བྱེད་སྤྱི་འཐུས་དམ་དམ་དེ་དེ་དེ་འདྲས་གོ། ཁམས་པའི་ཁམས་པ་དམ་ཨ་མདོ་ཨ་མདོ་དམ། དབུས་གཙང་དབུས་གཙང་དམ་ཟེར་མཁན་དེ་འདྲས་རྩ་བ་རང་ནས་གོ་གི་ཡོད་མ་རེད། དེ་འདྲས་མེད་པ་བྱེད་བྱེད་དེ་འདྲས་མེད་པ་བྱས་སོང་ན་དེ། གཞི་རྩ་དེ་མེད་པ་བཟོ་རྩ་བ་དེ་མེད་པ་བཟོས་རོགས། རྩ་བ་དེ་མེད་པ་བྱས་ན་གང་དེ་དེ་ག་ལེ་ག་ལེ་བྱས་བྱས་འཆམ་མཐུན་རྡོག་རྩ་གཅིག་སྒྲིལ་ཟེར་མཁན་དེ་རྒྱ་ཆེན་པོ་གཅིག་གི་ཐོག་ནས་ཡོང་ནས་ཡོང་ཡ་དེ།

གནང་ཐུབ་པ་ཡིན་ན་བཟོ་དགོས་ཏེ་ཤིན་ཏུ་གལ་ཆེན་པོ་འདུག་བསམ་གྱི་འདུག་ཆ་སྙོམས་ཟེར་མཁན་འདི་བྱུང་ན་དེབ་དེ་གའི་གཉིས་བྱུང་ན་དེ་གའི་གཉིས་བསྒྲིགས་སོང་ན་ཨ་ནི་ང་ཚོ་འཛུགས་སྐུ་བཙུགས་དགོས་ཀྱི་མི་འདུག། ཚིག་གཅིག་ལ་རྫུ་གུ་གཙུག་དགོས་སོ་གེ་ཡོད་མ་རེད། ཨཱ་ནི། ཆོས་པས་ཆོས་གནང། ཆོས་པས་ཆབ་སྲིད་གནང་སྟེ་རྩ་བ་རང་ན་ཡག་པོ་མི་འདུག། རྩ་བ་རང་ན་ཡག་པོ་ཡོད་མ་རེད། ཆོས་དང།

འཇིག་རྟེན་འདི་ནང་དུ་ནང་པའི་འགྲོ་སྟངས་ཀྱིས་འཇིག་རྟེན་འདི་ལ་བདེ་བ་མི་འདུག་ཟེར་ནས། དེ་བས་ཆོས་པའི་ལྟ་བ། ཡང་དག་པའི་ལྟ་བ། ཤུགས་ཆེན་པོ་བྱེད་རེ་ཐལ། དེ་ལས་སྐྲ་དཀར་ཧྲུལ་བོའི་སོལ་བ་ཡིན་ན་དེ་ཡག་པོ་འོ་མ་རེད། འཇིག་རྟེན་འདི་ལ་ང་ཚོ་རྒྱལ་ཁབ་མང་པོ་རྒྱལ་ཁབ

རྒྱལ་ཁབ་ཅིག་དང་མི་རིགས་དེ་གནས་པ་དང། སངས་རྒྱས་ཀྱི་ཆོས་དེ་གནས་པ་དང་སངས་རྒྱས་ཀྱི་ཆོས་དེ་གནང་མཁན་དང་བྱེད་མཁན་ཚང་མ་ལ། བྱས་དེ་ལ་བྱེད་མཁན་ཚོ་ལ་ཐུགས་རྗེ་ཅན་བཀའ་དྲིན་ཅན་ཡག་པོ་རེད་ཟེར་ཞུ་ཡ་ཡིན། མ་གཏོགས་ཡང་ཆོས་མ་དཔའ་བས་དེ་འདྲས་མར་དང་ཞུ་ཚུལ་ཁོ་ར་མེད། རྩ་བ་ནས་བསམ་བློ་གནང་ལ་མེད།